སློབ་ཚན་གསུམ་པ་ཐེན་ཙི། ཐེན་ཙི་སྦྱངས་པའི་སྐབས་ལ་ང་ཚོ་ག་རེ་ག་རེ་སྦྱང་གི་རེད་ཞུས་པ་ཡིན་ན། དང་པོ་དེ་ལ་ཡ། ཐེན་ཙི་གི་གོ་དོན་དྲན་གསོ་བྱེད་ཅིག་རེད། འཛིན་གྲྭ་གཉིས་པའི་ནང་ལ་ཡ། སྦྱང་ཚར་བ་བྱས་ཚར་ང་ཚོ་དྲན་གསོ་གཅིག་བྱས། ཐེན་གཉིས་པ་དེ་ལ་ག་རེ་སྦྱང་གི་རེད། གནས། ལྔ་གྲངས་དང་གནས་བཞི་གྲངས་ཀྱི་ཐེན་ཙི། དེ་ཡང། གནས་མི་གཡར་བའི་ཐེན་ཙི། གནས་གཡར་བའི་ཐེན་ཙི། དེ་ནས་ཡིག་ཐོག་དྲི་བར་ལན་འདེབས་བྱེད་སྟངས་འདི་གས་ང་ཚོ་སྦྱང་གི་རེད། སློབ་ཚན་གསུམ་པ་ཐེངས་རྩིས་ཤོག་ངོས་དང་པོ་དེ་ལ་ཡག་གཟིགས་དང། དེ་ལ་ཡག་ཚིགས་བཅད་ཀྱི་དྲི་བཞག་ང་ཚོ་མཉམ་དུ་ཀློག་གི་ཡིན་དང། གཞན་དུ་དངོས་ཁག་འཁྱེར་བའམ། ཉུང་དུ་སོང་བའམ་དངོས་ཁག་གཉིས། ཕན་ཚུན་མང་ཉུང་བསྡུར་བ་ཡིས་ཧེ་བག་སྟོན་པའི་ཐེངས་རྩིས་ཡིན། ཐེངས་རེ་གི་གོ་དོན་འདི་དེའི་ཚིགས་བཅད་འདི་རྣམས་ལ་ཡང་བྲིས་འདུག་ཨ། ད་འོག་དེ་གཟིགས་ཨ། སྤྲེ་འོས་རང་གི་ཚ་ལུ་མ་དགུ་ལས་གསུམ་གྲོགས་པོར་སྤྲད་ན། ཨ་ནི། དེ་སྤྲེའུ་སྐྱིའི་སྤྲེ་ཐང་རྗེས་གཟིགས་ད། དང་པོ་ཚ་ལུ་མ་དགུ་འདུག་ཨ། དེ་ནས་ཚ་ལུ་མ་གསུམ། གཞན་ལ་སྤྲེའུ་འདུག་ཨ། མཐའ་མ་དེ་ལ་ཡང་སྤྲེའུ་ལ་ཡང་ཚ་ལུ་མ་ག་ཚོད་དོ་ཚ་ལུ་མ་དྲུག་ལྷག་འདུག་ཨ། བྱས་ཙང་འདི་པར་ལ་ཡང། གཟིགས་ནི་ཁྱེད་རང་གིས་ཐེངས་གཅིག་གི་གོ་དོན་དེ་ཤེས་པར་བྱས། ད་དཔར་གཉིས་པ་དེ་གཟིགས་དང། ཟླ་བ་ལས་མཚོ་མོར་སྨྱུ་གུ་ག་ཚོད་ཀྱིས་མང་བ་འདུག་གམ། མཚོ་མོའི་མཚོ་མོ་ལ་ཡང་སྨྱུ་གུ་ག་ཚོད་དུ་གྲངས་ཀ་ཅིག་བརྒྱབ། ཟླ་བ་ལ་ཡང་སྨྱུ་གུ་ག་ཚོད་དུ་གྲངས་ཀ་ཅིག་བརྒྱབ། ཨ་ནི། མཚོ་མོ་ལ་ཡང་ཟླ་བ་ལས་སྨྱུ་གུ་ག་ཚོད་ཀྱིས་མང་བ་འདུག་ཨ་ང་ཚོ་དེ་ག་རེ་བྱེད་དགོས་འདུག།

གཉིས་པ་དེ་ལ་ཐན་ཐོབ་འཚོལ། ཁྱེད་རང་ངོས་ནས་ཀ་པ་ཁ་པ་ག་པ་ང་པ་དེ་གས་སོ་སོའི་ངོས་ནས་ཐན་ཐོབ་འཚལ་ཐུབ་ས་རེད་པས། ཐབས་ཤེས་ཤིག་གནང་དང། དྲི་བ་དེ་གཉིས་ནི་ཁྱེད་རང་ལ་ཡ་དྲན་སོའི་དྲི་བ་རེད། ཨེ་མ་འཛིན་གྲྭ་གཉིས་པའི་ནང་ལ་ཁྱེད་རང་ཐན་ཚིག་སྦྱང་ཡོད་རེད་བ། ད་ད་ལྟ་འཛིན་གྲྭ་གསུམ་པའི་ནང་སླེབས་དུས་ག་ནས་ཁྱེད་རང་ཐན་ཚིག་བརྗེད་འདུག་བརྗེད་མི་འདུག་འདི་ལྟ་ཆེ། དྲི་བ་དེ་གཉིས་ཁྱེད་རང་ལ་ཡ་དྲན་སོ་ཆེད་དུ་སྤྲད་ཡོད་རེད། གསུམ་ཚགས་གཅིག་གནས་མི་ཡ་བའི་ཐན་ཚིག། རྩིས་པའི་དང་པོ་དེ། གོམ་པ་བང་རིམ་གྱི་ནང་དུ་གློག་ཡིན་དང། གཅིག་ནས་འཐེན་པ། ད་གཅིག་ནས་འཐེན་པ་ཟེར་དུས་ག་ནས་དེ་ལ་ཡང་གྲངས་གཉིས་སྤྲད་འདུག་དགུ་སྟོང་བདུན་བརྒྱ་སུམ་ཅུ་སོ་བརྒྱད་ནས་དྲུག་སྟོང་བཞི་བརྒྱ་ཉི་ཤུ་རྩ་གཅིག་འཐེན་དགུ་དུ་བ། དང་པོ་དེ་ལ་གཅིག་ནས་འཐེན། བརྒྱད་ནས་གཅིག་འཐེན་བདུན་རག་སོང་ང། ལྟ་གོང་མ་གཉིས་པ་དེ་འདྲ། བཅུ་གནས་ཐེམ་པ། བཅུ་གནས་དེ་ལ་ཡང། གསུམ་དང་གཉིས་རེད་དོ། བྱས་ན་གསུམ་ནས་གཉིས་ཐེམ་པ་ཡིན་ན་གཅིག་ལྷག་ཡོད་རོ། ལྟ་གོང་མ་གསུམ་པ་ཡིན་ད། བརྒྱ་གནས་ཐེམ་པ། ལྟ་བརྒྱ་གནས་ནི་མ་འཐེན་ཨ། བརྒྱ་གནས་ལ་གར་དོ་བདུན་དང་བཞི་དོ། བྱས་ན་བདུན་ནས་བཞི་ཐེམ་པ་ཡིན་ན་གསུམ་ལྷག་ཡོད་རོ། ཐ་མ་དེ་ལས་གྱང་ག་རེ་གར་འཐེན་དགོས་འདུག་སྟོང་སྣེ་འཐེན་པ་སྟོང་སྣེ་ལ་གྲངས་ག་རེ་གར་འདུག་དགུ་དང་དྲུག་འདུག་བྱས་ཙང་དགུ་ནས་དྲུག་འཐེན་པ་ཡིན་ན་གྱང་ལ་འཐེན་འདུག་གསུམ་རག་འདུག་ཐ་མའི་ཁྱེད་རང་ལན་ལ་གར་ཆགས་སོང། དགུ་སྟོང་བདུན་བརྒྱ་སུམ་ཅུ་སོ་བརྒྱད་ནས་དྲུག་སྟོང་བཞི་བརྒྱ་ཉི་ཤུ་རྩ་གཅིག་འཐེན་པ་ཡིན་ན་འཐེན་སྟོབས་ལ་གསུམ་སྟོང་སུམ་བརྒྱ་བཅུ་བདུན་རག་སོང་ཨ། ཨོ་དེ་སི་དང་གནས་མི་ཡབ་བའི་འཐེན་རྩིས་ཀྱི་དཔེ་མཚོན་ཁག་ལ་བརྟེན་ནས་འཐེན་རྩིས་སྦྱོངས་བྲིས་འདུག་དེའི་འོག་དེ་ལ་ཡབ་དཔེ་ཁག་དྲུག་འདུག་སྟེ། ད་ང་ཚོས་དཔེ་གསུམ་མཉམ་དུ་སྦྱང་གི་ཡིན་ད་སི་ཨ། རྩིས་དཔེ་དང་པོ་ལ་སི་ཨ། དང་པོ་ང་ཚོ་གར་བྱེད་དགོས་རེད་གཅིག་གནས་འཐེན་དགོས་རེད།

གཅིག་ལྷ་བུར་བ། ཡང་དག་རྟོགས་ནས་དེ་གཟིགས་ཨ། རྟོགས་ནས་དེ་ལ་ཡང་ག་ཚོད་དོ་དགུ་འདུག་བ། དེའི་འོག་དེ། དྲང་ཨ་གི་མི་འདུག་བྱས་ཙང་དགུ་དེ་མ་བབས་ན། ཏེ་དཔེ་གཉིས་པོ་དེ་གཟིགས་ཨ། དང་པོ་ང་ཚོས། གཅིག་ནས་བརྒལ་ནས། ལྔ་འཐེན་གྱིན་གདའ། གཅིག་ཅན་བརྒྱད་ནས་གཅིག་ཅན་ལྔ་འཐེན་པ་ཡིན་ན་གཅིག་ཅན་ག་ཚོད་ལྷག་རེད། གསུམ་ལྷག་རེད་བ། ད་བཅུ་གནས་ལ་གཟིགས་དང། བཅུ་གནས་དེ་ལ་ཡག། བཅུ་གནས་ལ་དགུ་འདུག་དེ་ཀླད་ཀོར་རེད་བཞག། དགུ་ནས་ཀླད་ཀོར་འཐེན་པ་ཡིན་ན་དགུ་རང་འཇགས་ལྷག་རེད་བ། ད་བརྒྱ་གནས་འཐེན། དེ་ལ་ཡག་དྲུག་འདུག་དེ་ལ་གསུམ་འདུག་དྲུག་ནས་གསུམ་འཐེན་པ་ཡིན་ན་གསུམ་རེད་བ།

ད་དཔེ་གསུམ་པོ་དེ་གཟིགས་ཨ། དང་པོ་ང་ཚོས་གཅིག་ནས་འཐེན་གྱིས་པ། གཅིག་ནས་གཅིག་འཐེན་ན། ལེགས་འོ་བྱེད། ད་བཅུ་ནས་འཐེན་ཨ། བརྒྱད་ནས་ལྔ་འཐེན་པ་ཡིན་ན། གསུམ་བྱེད། ད་བརྒྱ་ནས་འཐེན་ཨ། དགུ་ནས་བདུན་འཐེན་ན། གཉིས་ལྷག་ཡོད་པ། ད་སྟོང་ནས་འཐེན་ཨ།

གཤམ་གྱི་སྦྱོང་ཚན་འདི་གའི་རྩིས་དཔེ་བསྟན་པ་ནང་བཞིན་གནང་ཞོག་ཨ། ད་ཡིག་རྡོག་བྲི་བར་གྱི་རྩིས་དཔེ་ཞིག་འདུག་ཨ། འདི་ང་ཚོ་མཉམ་རྡོག་ཕྱིར་སློག་ཡིན་གདའ། རྩིས་དཔེ། བརྒྱད་སྟོང་ལྔ་བརྒྱ་སུམ་ཅུ་སོ་དགུ་དེ། ལྔ་བརྒྱ་བཅུ་མེད་གཉིས་ལས་ག་ཚོད་ཀྱིས་ཆེ་བ་ཡོད་དམ།

གཤམ་གྱི་སྦྱོང་ཚན་འདི་གའི་རྩིས་པའི་བསྟན་པ་ནང་བཞིན་གནང་ཞོག་ཨ། གསུམ་ཚ་གཉིས། གནས་གཡར་བའི་འཐེན་རྩིས། ད་དེ་ལ་ཡ། གནས་གཡར་བའི་འཐེན་རྩིས་ཀྱི་གྲངས་གར་གར་འཐེན་བ་དུ་གཟིགས་ཨ། དྲུག་སྟོང་ལྔ་བརྒྱ་སུམ་ཅུ་སོ་བཞི་ནས། ཉིས་སྟོང་ལྔ་བརྒྱ་བཞི་བཅུ་ཞེ་བདུན་འཐེན་དགོས་ཀྱི་འདུག་ཨ། ཅི་སྟེ་ང་ཚོས་གོམ་པ་དང་པོ་གར་གནང་དགོས་ཀྱི་འདུག་གོམ་པ་དང་པོ་དེ་ལ་ཡ་གཅིག་གནས་འཐེན་པ། གཅིག་གནས་ཀྱི་གྲངས་དེ་ནས། གང་གི་གཅིག་ནད་ཀྱི་གྲངས་དེ་ནས་འོག་གི་གཅིག་ནད་ཀྱི་གྲངས་ཉིད་དུ་བ་བཞི་དང་བདུན་དུ་བ། ད་བཞི་དང་བདུན་ནས། བཞི་ནས་བདུན་ཐེངས་དགུ་ཡོད་དེ། བཞི་དེ་ཉུང་བར་བྱས་བདུན་དེ་མང་བ་ཡིན་ཙང་ཚུ་ཐེངས་དགུ་ཡོད་མ་རེད་བྱས་ཙང་གར་གར་བྱེད་དོ། བཅུ་ནས་ནས་གཅིག་ནད་ལ། གཅིག་ཅན་བཅུ་དབྱེར་བ། བྱས་ཏེ་དབྱར་བ་སྟོན་དགུ་འདུ་བ། དེ་དབྱར་ཚང། བཞི་ཁར་ཡ་གཅིག་དབྱར་བས་ན་བཅུ་བཞི་ཆགས་ཡིག་གང་དེ་བཅུ་བཞི་བཞི་ཡིག་བྲིས་བཞག། བཅུ་བཞི་ནས་བདུན་ཐེམ་པ་ཡིན་ན། ཁྱེད་རང་ལ་ཡ་བདུན་རག་འདུ་བ། ད་ཡིན་ནས་དེ་ལ་ཡ་གྲངས་ཀྱི་རྒྱུ་བ་ཐེ་བ་གཅིག་གཟིགས་འདུ་བས། གསུམ་ནས་བཞི་ལ་ཡ་གཅིག་དབྱར་ཚང། གསུམ་དེ་གར་ཆགས་པར་གཉིས་ཆགས་པར་བ། དེ་ཐུགས་ལ་བཞག། ད་ང་ཚོ་ཐེངས་རྩིས་ཀྱི་གོམ་པ་གཉིས་པ་འདི་ཟླ། ཐེན་ཚིག་གོང་མ་གཉིས་པ་དེ་ལས་བཅུ་སྣོད་ཐེན་པ། བཅུ་སྣོད་ཐེན་དགོས་དུས། ད་བཅུ་སྣོད་ལ་གསུམ་འདུག། དེའི་འོག་དེ་བཞི་འདུག་ཨ། བཅུ་སྣོད་གསུམ་དེ་གཉིས་ལ་བསྒྱུར་བ་ཁྱེད་རང། ནས་ཐུགས་ལ་བཞག་གནང་ཡོད་རེད། བྱས་ཙང། གཉིས་ནས་བཞི་ཐེན་དགོས་ཀྱི་ཡོད་རེད། གཉིས་ནས་བཞི་ཐེན་ཐུགས་མར་བ། བྱས་ཙང་ང་ཚོས་གར་གནང་དགོས་རེད། སྲིད་ཨ། བརྒྱ་སྣོད་ནས་བཅུ་སྣོད་ལ་བཅུ་ཅན། བཅུ་དབྱེར་བ། བྱེད་དུས། ད་བརྒྱ་སྣོད། ལ་ཨང་ཀི་ག་ཚོད་དུ་ལྔ་འདུག་བ། ལྔ་ནས་བཅུ་གནས་ལ་ཨང་ཀི་གཉིས་ཡོད་བ། དེ་ལས་གྱ་གནས་ནས་ཕག་གཡས་བ་ཡིན་ན། ཨ་ནི་བཅུ་གནས་ཀྱི་གྲངས་དེ་ག་རེ་ཆགས་ཀྱི་རེད་དེ་གཟིགས་ཨ། བཅུ་གནས་ཀྱི་དེ་ཕྱིན་གཉིས་དེ་ད་བཅུ་གཉིས་ཆགས་འདུག་བ་ཡི་གེ། བཅུ་གཉིས་ནས་བཞི་འཐེན། བཅུ་གཉིས་ནས་བཞི་འཐེན་པ་ཡིན་ན་བརྒྱད་ལྷག་ཡོད་བ། ཡིན་ནས་དེ་ཕྱིན་གྱ་གནས་ལ་ལྔ་ཡོད་བ་དེ་ནས་ཕག་གཡར་ཚང་གྱ་གནས་ལ་ག་ཚོད་ལྷག་འདུག་བཞི་ལྷག་འདུག་བ། བཞི་ནས། འདི་ཐུགས་ལ་བཞག་ན་ཨ། ད་དེ་ནས། གོམ་པ་གསུམ་པ་དེ་སྲིད་ཨ་བརྒྱ་གནས་འཐེན་པ། ང་ཚོ་གཅིག་གནས་འཐེན་ཚར་ཡིན་བཅུ་གནས་འཐེན་ཚར་ཡིན་ད་བརྒྱ་གནས་དེ་སྲིད་ཨ། བརྒྱ་གནས་འཐེན་པ་སོ་དེ་བརྒྱ་གནས་ལ་ཨང་ཀི་བཞི་ཡོད་པ་དེ་ཐུགས་ལ་བཞག་ཡོད་པ། ད་བཞི་ནས་ལྔ་འཐེན་དགོས་དུས་འཐེན་ཐུགས་མར་བ་བཞི་ཉུང་བ་ཆེ་ལྔ་མང་བ་ཡིན་ཚ་འཐེན་ཐུགས་མེད་དུས། ཁྱང་གར་གནང་དགོས་དོ། སྟོང་གནས་ནས། བརྒྱ་གནས་ལ་བརྒྱ་ཅན་བཅུ་དབྱར་བ།

ད་ང་ཚོས་གོམ་པ་མཐའ་མ་དེ་ལ་ཡ་གཟིགས་དང་སྟོང་གནས་འཐེན་པ་བྲིས་འདུག་མཐའ་མ་དེ་ལ་ང་ཚོས་སྟོང་གནས་ནས་མ་འཐེན་གྱིན་གདའ། སྟོང་གནས་ལ་ཡ་ག་ཚོད་ཡོད་ལྔ་ཡོད། ལྔ་ནས་གཉིས་འཐེན་ཐུག་རེད་པས་འཐེན་ཐུག་རོགས་ཨ་ལྔ་མང་བ་བྱས་གཉིས་ཉུང་བ་ཡིན་ཙང་འཐེན་ཐུག་ཡོད་རེད་བྱས་ཙང་ལྔ་ནས་གཉིས་འཐེན་པ་ཡིན་ན་གསུམ་ལྷག་རོགས་ཨ། མཐའ་མའི་ལན་གར་ཆག་འདུག་དྲུག་སྟོང་ལྔ་བརྒྱ་སུམ་ཅུ་སོ་བཞི་ནས་ཉིས་སྟོང་ལྔ་བརྒྱ་བཞི་བཅུ་ཞེ་བདུན་འཐེན་པ་ཡིན་ན་འཐེན་སྟོབས་ལ་སུམ་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་རག་འདུག་ཨ། ནས་གཡར་བའི་འཐེན་རྩིས་ཀྱི་དཔེ་མཚོན་ཁག་ལ་བལྟས་ནས་འཐེན་རྩིས་སྦྱོངས་བྲིས་འདུག་ཨ། ད་ངས་དེ་ལ་ཡང་རྩིས་དཔེ་ཁ་ཤས་ཤིག་སྟོན་གྱི་ཡིན་ད་གཟིགས་ཨ། དང་པོ་ང་ཚོ་གཅིག་ནས་འཐེན་གྱིར་བ། གཅིག་ནས་འཐེན་པའི་སྐབས་ལ་གཟིགས་ད་དེ་ལ་ཡང། གཅིག་ཅན་བཞི་འདུག་དེ་ལ་གཅིག་ཅན་བདུན་འདུག། གཅིག་ཅན་བཞི་ནས་གཅིག་ཅན་བདུན་འཐེན་ཐུབ་མ་རུང་བ། དེ་ཉུང་བ་འདུག་དེ་མང་བ་འདུག་བྱས་ཙང་ང་ཚོ་གར་ཆེའོ་རེད། ང་ཚོས་དེའི་འཁྲིས་ཀྱི་གནས་དེ་ནས་གཡར་བར་བ། དེའི་འཁྲིས་ཀྱི་གནས་དེ་བཅུ་གནས་རེད།

འདི་ག་ཚོད་བྱ་གི་རེད་དེ་ནས་ཕ་གཅིག་གཡག་ཚ་གཡག་ཚ་ནི་འདི་ག་ཚོད་བྱ་གི་རེད། འདི་ང་བྱ་གི་རེད་བ། དེ་སེམས་ལ་བཞག་འོ་དེ་ལ་ང་མ་ཏུ་མེད་བསམ་པའི་སེམས་ལ་བཞག། འདི་བཅུ་ཆགས་སོང་ང། ད་བཅུ་གནས་ལ་བཅུ་ཡོད་ན་ཕ་གཅིག་གཡག་ཐུག་རེད་བ། བྱས་ཙང་བཅུ་གནས་ལ་ཡག་བཅུ་ཅན་གཅིག་ཆགས་དེ་ནས་ཕ་གཅིག་གཡག་བས་ན།

ད་བཅུ་བཞི་ནས་བདུན་འཐེན་པ་ཡིན་ན། ཨ་ནི་འཐེན་ཐོ་ག་ཚོད་རེད། བཅུ་བཞི་ནས་བདུན་འཐེན་ན། བདུན་ལྷག་རེད་བ། ད་ང་ཚོ་གཅིག་ནས་འཐེན་ཚར་ཡིན་ད་བཅུ་ནས་འཐེན་གྱིན་གདའ། བཅུ་ནས་བདེ་ལ་ག་ཚོད་ཡོད། དགུ་ཡོད་བ། དགུ་ནས་ཀླད་ཀོར་འཐེན་ན་འཐེན་ཐུབ་རེད་བ། བྱས་ཙང། དགུ་ནས་ཀླད་ཀོར་འཐེན་སྲིད་དུས་ག་ནས་འཐེན་ཐུབ་ལ། དགུ་རང་འཇགས།

བརྩེ་བའི་སྙི་བ་དེ་གཟིགས་ཨ། དང་པོ་ང་ཚོ་གཅིག་ནས་འཐེན་ཨ། གཅིག་ནས་གཞི་ནས་གཞི་འཐེན་པ་ཡིན་ན། ལས་སྒོ་བྱས། ད་བཅུ་གནས་ལས་དོ་སྣང་བྱེད་ཨ། བཅུ་གནས་དེ་ལ་གསུམ་འདུག་ཨ། དེ་ལྔ་འདུག་ཨ། གསུམ་ནས་ལྔ་འཐེན། འཐེན་ཐུབ་མ་རུ་ཨ། གསུམ་ཉུང་བ་རུ་ཨ། ལྔ་མང་བ་རུ་ཨ། འཐེན་ཐུབ་ཀི་མི་འདུག་ད་ང་ཚོ་གར་བྱེད་དགོས་རེད།

བཞི་བརྒྱ་བརྒྱད་ཅུ་འདི་ཐན་ཐོབ་རེད། གཤམ་གྱི་སྦྱོང་ཚན་འདི་གའི་རྩིས་དཔེ་བསྟན་པ་ནང་བཞིན་གནང་ཞོག་ཨ། འདི་གཤམ་དེ་ལ་ཡང་རྩིས་དཔེ་ཞིག་སྤྲད་འདུག་ཨ་ཡིག་ཐོག་བྲིས་པའི་རྩིས་དཔེ་ཞིག་སྤྲད་ཞག་འདི་ང་ཚོར་གཅིག་བློ་འུ་ཡིན་ད། འདའི་དོ་སྣང་ཡག་པོ་ཞིག་གནང་ཨ་དང་པོ། སུམ་སྟོང་བཞི་བརྒྱ་ལྔ་བཅུ་དེ། ཉིས་བརྒྱ་དྲུག་ཅུ་རེ་བདུན་ལས་ག་ཚོད་ཀྱིས་ཆེ་བ་ཡོད་དམ། ད་ཁྱེད་རང་གིས་དེ་ལ་ཡ་ཐེན་ཚིག་རྒྱག་བ་ཡོད་དུས། ནས་རྩིས་པ་ཞིག་སྤྲད་འདུག་བ་དེ་དོ་སྣང་ཡག་པོ་ཞིག་གནང་དང། ག་འདྲ་ཐེན་དོ། གཅིག་ནས་མ་ཐེན་ཤག་བཅུ་ནས་ཐེན་ཤག་བརྒྱ་ནས་ཐེན་ཤག་གལ་སྲིད་ཐེན་ཐུབ་ཀི་མེད་ན། འདིའི་འཁྲིས་ཀྱི་གནས་དེ་ནས་གྲངས་གཡར་བ་ཅིག་བཏོན་འདུག་བ་ད་འདི་གས་དོ་སྣང་ཡག་པོ་བྱེད་ན་ཨ་ནི་ཁྱེད་རང་གིས་ཐེན་སྟོབས་དེ་ཚོད་ལན་ལ་ཡ་ག་འདྲ་ཞིག་བྱེད་དགོས་རེད། སུམ་སྟོང། ཆིག་བརྒྱ་བརྒྱད་ཅུ་གྱ་གསུམ་གྱིས་ཕྱེ་བ་ཡོད། ལན། བྲིས་དང་འདུག་ཟེར་གྱི་འོར། ཨ་བྲིས་བ་གཉིས་པ་ཅིག་ཀློག་ཡིན་ད། བཀྲ་ཤིས་ཀྱི་ཚོང་ཁང་ལ་ཀུ་ཤུ་བདུན་བརྒྱ་དྲུག་ཅུ་རེ་གསུམ་སླེབས་ཡོད། ཉིན་གཉིས་རྗེས་ཀུ་ཤུ་སུམ་བརྒྱ་དགུ་བཅུ་གོ་གཉིས་ལྷག་ཡོད་ན། ཀུ་ཤུ་ག་ཚོད་བཙོང་ཟིན་ནམ། ལན། བཀྲ་ཤིས་ཀྱི་ཚོང་ཁང་ལ་ཀུ་ཤུ་བདུན་བརྒྱ་དྲུག་ཅུ་རེ་གསུམ་བྲིས་འདུག་ཨ། ཉིན་གཉིས་རྗེས། ལྷག་པའི་ཀུ་ཤུ། ག་ཚོད་བྲིས་ཏོ། སུམ་བརྒྱ་དགུ་བཅུ་གོ་གཉིས་བྲིས་ཤག། བཙོངས་ཟིན་པའི་ཀུ་ཤུ་ག་ཚོད་བྲིས་ཏོ། བཙོངས་ཟིན་པའི་ཀུ་ཤུ་འདི་ང་ཚོ་ག་འདྲས་ཚད་གོ་རེད། བདུན་བརྒྱ་དྲུག་ཅུ་རེག་གསུམ་ནས་སུམ་བརྒྱ་དགུ་བཅུ་གོ་གཉིས་ཐེངས་ངོ་རུ་བ། འཐེན་སྟངས་རྩིས་པས་དེ་འདི་ཟུར་དེ་བྲིས་ཤག། ཁྱེད་རང་གཟིགས་དང་ཡག་པོ་བྱོས་བང་རིམ་ག་འདྲས་འཐེན་ཏོ། ཐ་མ་ལན་འདེབས་ག་འདྲ་སེ་གནང་འདུག། དེར་བརྟེན་ཀུ་ཤུ་སུམ་བརྒྱ་བདུན་ཅུ་དོན་གཅིག་བཙོང་ཟིན་བྲིས་འདུག་ཨ། རྩིས་པས་འདི་ནང་བཞིན་འོག་གི་སྦྱོང་ཚན་གྱི་དྲི་བ་དེ་གའི་གནང་སྟངས་འདི་ནང་བཞིན་གནང་དགོས། གཤམ་གྱི་སྦྱོང་ཚན་དེ་གའི་རྩིས་པས་བསྟན་པ་ནང་བཞིན་གནང་ཞོག་ཨ། ཐེངས་རྩིས་སློབ་ཚན་གྱི་རྗེས་ལ་ཡང་བྱེད་སྒོ་ཁག་གཉིས་འདུག་ཨ། དེ་ང་ཚོ་ག་འདྲ་ཡིན་ན་དེ་དོ་སྣང་ཅིག་བྱེད་ཀྱི་ཡིན་ད་བྱེད་སྒོ་དང་པོ། ངག་བཅད་རྩེ་མོ་ཟེར་བྲིས་བྱ། བྱེད་སྒོའི་མིང་ལ་ཡ། ཀ་པ། གོས་ཆས། ཚོན་ཁྲ་ཅན་གྱི་ཤོག་བྱང་མཐུག་པོ་འགའ་ཞིག། ཚོན་སྨྱུག་འགའ་ཞིག། བྱམས་བརྩེ། ད་གུག་རྟགས་ནང་ལ་གར་བྲིས་འདུག་བསམ་བློ་བཏང་ནས་དྲི་ལན་འདེབས་པ་ལས་སྐད་ཆ་བཤད་མི་ཆོག། བྱས་ཙང་འདི་ལ་ཡང་ངག་རྗེས་རྩེ་མོ། ཟེར་བའི་རྒྱུ་མཚན་འདི་རེད། ད་ཁ་པ་འདི་ཀློག་ཡིན་ད། དགེ་རྒན་གྱིས་སློབ་མ་རྣམས་སྡེ་ཚན་དུ་བགོས། ག་པ། སྡེ་ཚན་སོ་སོས་ཤོག་བྱང་དེ་དག་བཏུབ་སྟེ། གྲུ་བཞི་མ་འགའ་ཤས་བཟོ་རྒྱུ། ང་པ། གྲུ་བཞི་དེ་དག་ཐོ་བསྡོམས་ཐེངས་ཀྱི་རྟགས་དང་གྲངས་གནས་གསུམ་ནས་ལྔ་བར་གྱི་གྲངས་སྣ་ཚོགས་བྲི་རྒྱུ། བཅའ་པ། སྡེ་ཚན་སོ་སོས་ཨང་ཀི་དང་རྟགས་ཅན་གྱི་ཤོག་བྱང་བེད་སྤྱད་དེ་བསྡོམས་ཐེངས་ཀྱི་རྩིས་གཞི་བཟོ་དགོས། ཆབ་པ། སྡེ་ཚན་ཕན་ཚུན་དབར་རེས་མོས་བཞིན་དྲི་བ་དྲི་ལན་བྱེད་རྒྱུ། ད་ཁྱང་ལ་ཡ། འདི་བྱེད་སྒོ་འདི་དེ་བདུན་དེ་དཔེ་སྟོན་འདུག་ཨ། དཔེ་སྟོན་པ་ནང་བཞིན་ཁྱང་གིས་གནང་དགོས་སྐོར། སྡེ་ཚན་ཀ་པའི་དྲི་བ། སྡེ་ཚན་ཁ་པའི་ལན་འདེབས། གནང་བ་ནང་བཞིན་ཁྱང་ངོས་ནས་ཨིན་དྲ་བཟོས་དགོས་སྐོར། བྱེད་སྒོ་གཉིས་པ། ཡི་གེའི་རྩིས་གཞི། ཀ་པ་འདི་ཀློག་ཡིན་ད། དགེ་རྒན་གྱིས་སློབ་མ་རྣམས་སྡེ་ཚན་དུ་བགོས། ཁ་པ་འདི་ལ་གར་བྲིས་ཏོ། སྡེ་ཚན་སོ་སོར་གཤམ་གྱི་ཡི་གེའི་རྩིས་གཞི་ལྟ་བུ་བཅུ་རེ་གནང་རྒྱུ། ག་པ། རྩིས་གཞི་རྩིས་ཟིན་རྗེས་སྡེ་ཚན་སོ་སོས་དྲི་བ་དང་ལན། ཁ་ཕན་ཚུན་བརྗེ་ལེན་གྱིས་བརྟག་ཞིབ་བྱེད་དུ་ཆུག་དཔེར་ན། དང་པོ་འདི་ལ་ཀློག་ཡིན་ད། བརྒྱད་བརྒྱ་དགུ་བཅུ་གོ་གཅིག་དེ། སུམ་བརྒྱ་བཅུ་མེད་གཅིག་ལས་ག་ཚོད་ཀྱིས་ཆེ་བ་ཡིན་ནམ། དྲི་བ་གཉིས་པ། དགུ་སྟོང་བརྒྱ་མེད་བཅོ་གསུམ་དེ། བརྒྱད་སྟོང་ཆིག་བརྒྱ་བཅུ་མེད་གསུམ་ལས་ག་ཚོད་ཀྱིས་མང་བ་འདུག། དྲི་བ་གསུམ་པ། དགུ་བཅུ་གོ་གསུམ་དེ་བདུན་བརྒྱ་སུམ་ཅུ་སོ་གཅིག་ལས་ག་ཚོད་ཀྱིས་ཉུང་བ་ཡོད་དམ། དྲི་བ་བཞི་པ། བཞི་སྟོང་ཆིག་བརྒྱ་བཅུ་མེད་གཉིས་དེས་དགུ་བརྒྱ་བཅོ་བརྒྱད་ལས་ག་ཚོད་ཀྱིས་མང་བ་འདུག་འདི་ལྟ་བུའི་དྲི་བ་བཟོས་རྗེས་ཨ་ནི་འདིའི་བྱེད་སྒོ་དེ་གནང་དགོས་ཀྱི་རེད། ང་ཚོས་ཐེངས་རྩིས་སྦྱངས་ཚར་བའི་རྗེས་ལ་ང་ཚོ་ག་རེ་ག་རེ་ཤེས་དགོས་ཀྱི་ཡོད་རེད། ཞུས་པ་ཡིན་ན་དང་པོ་དེ་ལ་གཟིགས་ཨ། ཐེངས་རྩིས་ཀྱི་གོ་དོན་གསལ་པོ་ཤེས་པ་དགོས། གཉིས་པ་དེར་བརྩིས་དང། གནས་གསུམ་གྲངས་ཀྱི་ཐེན་ཚིག། དེ་ཡང། གནས་མི་ཡར་བའི་ཐེན་ཚིག་དང། གནས་གཡར་བའི་ཐེན་ཚིག། གསུམ་པ་དེ་ལ། ཡིག་ཐོག་བྲི་བ། དེ་ཡང། གནས་གཉིས་ཅན་གྱི་གྲངས་ཀྱི་ཐེན་ཚིག། ཤེས་འགོག་ཏུ།